ཇི་སྲིད་ཉེར་ལེན་གྱི་ཕུང་པོ་འདི་དང་མ་བྲལ་རིང་ལ་ཨེ་ནས་འདུ་བྱེད་ཀྱི་སྡུག་བསྔལ་འདི་འདས་ཏེ་གི་ཡོད་རེད། ས་དེ་འདྲ་ཡིན་དུས་ཉེར་ལེན་གྱི་ཕུང་པོ་འདི་གླགས་མགོ་གཅིག་གིས་ཐར་པ་ཐོབ་ན་བསམ་པའི་བློ་ཅིག་སྐྱེས་གྲུབ་ཡོང་གི་ཡོད་རེད་པ། ཇི་ང་ར་བྱ་བཞག་ན་ཅིག་བྱང་ཆུབ་ཀྱི་སེམས་སྒོམ་ཡག་དང་དེ་དང་འདྲེས་རེ་སྟོང་ཉིད་ཀྱི་ལྟ་བ་སྒོམ་ཡག་འདི་ཡིན་དུས་ད་ལོ་མང་པོ་ཕྱིན་པ་རེད་ཉིན་ལྟར་རེ་ཞིག་སྒོམ་གི་ཡོད་རེད། བྱས་ནས་རྟ་ཚོགས་ལམ་རྒྱུད་ལ་སྐྱེས་ཡོད་རེད། རྟ་སྦྱོར་ལམ། ཡང་རིམ་པས་ཡང་རྟ། ལས་ཡང་གཅིག་གིས། ང་རེ་བ་སྐྱེ་གི་ཡོད་རེད། ཨེ་ནི་སྦྱོར་ལམ་གི་ཐོག་ནས་ཨེ་ནི་འགོག་བདེན་སྡུག་ཐོབ་ཡག་བྱུང་དུས་ས་ནས་ཨེ་ནི་ས་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་ཞེས་ས་བཅུ་རིམ་གྱིས་བགྲོད་ནས་མཐར་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ལ། ཕལ་ཆེར་ཚོད་ཅིག་གིས་གདེང་གིས་འདུག། རྣམ་མཁྱེན་གྱི་གོ་འཕང་ཐོབ་ཐུག་རེད་བསམ་པ་ཅིག་གིས་སེམས་ལ་བཞག་ཡོང་གི་ཁོ། བློ་རིམ་གྱིས་སྦྱངས་ནས་འགྲོ་བསྡད་ཀྱི་འདུག་གོ། ཨང་དེ་འགའ་རེ་ཅིག་རྒྱུད་ཚུལ་འདིའི་ཐོག་ནས་ལ་ཤི་ག་སུ་རུ་ད་ཉམས་ལེན་གྱི་ཐོག་ནས་དུ་བུ་སུ་རིན་པོ་རུ་དེ་འདི་ལྟར་སྦྱོར་ལམ་ཐོབ་ཡག་གི། མགོ་དགུ་རུ་ཚུགས་ཡོད་སུ་ཞིག་འདུག་ད་དེ་འདྲའི་ཅིག་བྱས་ཡིན་དུས་ད་ནི་ཐལ་བ་ཐོབ་པ་དོན་དང་ལྡན་པ་ཅིག་བྱས་ཡོད་རེད་ཨེ་ནི། ཇི་ལྟར་རང་གི་ཉམས་སུ་བླངས་པ་ལྟར་ནང་བཞིན་ཅིག་གིས་ཨེ་ནི། ང་རང་ཚོའི་མཛའ་མོ་ནི་འདི་གང་གི་མི་གཅིག་གྱུར་ཡིན་པ་དེའི་དེ་ལ་གུས་བརྩི་ཐུབ་ཐུབ་ཀྱི་ཨ་ཕ། འགྲེལ་བཤད་རུ་རྒྱབ་ནི། སེམས་ལ་སོབ་ཆུ་ག་འདྲི་སྟེ་ཁུག་གི་ཡིན་མི་དེའི་རིགས། ང་རའི་ཉམས་མྱོང་དང་འབྲེལ་ནས་ངས་བཤད་བསྡད་ཀྱི་ཡོད་རེད། མི་མང་པོ་ཞིག་ལ། ཕན་ཡ། ག་ལ་གང་བཟང་ཕན་གྱི་འདུག། རྗེ་རིན་པོ་ཆེ་གི་བསྟན་པ་རིན་ཆེན་མཆོག་གིས་མ་བསྐྱེད་པའམ་ཁྱབ་ཀྱང་ཉམས་པར་སྐྱོད་པའི་མཆོག་དེ་ནི། སྙིང་རྗེ་ཆེན་པོའི་ཡིད་རབ་བསྐྱོད་པ་ཡིས་ཕན་བདེ་སྟེར་ཏེ་གསལ་བར་བྱེད་པར་ཤོག་ཟེར་ཏེ་ངས་ལག་ལེན་བཀལ་གྱི་ཡོད་རེད།